བཀའ་བརྒྱུད་སྨོན་ལམ་ཐེངས་བཅུ་གསུམ་པ། དེའི་གི་ད་ཚོང་དགོན་ལ་ཡར་ཕེབས་པའི་དགེ་རྒན་རིན་པོ་ཆེ་བློ་གྲོས་དོན་གཉེར་མཆོག་གི་དབུས་པའི་རིས་སུ་མ་ཆད་པའི་དགེ་གྲུབ་མཐའ་ཁག་གི་གྲྭ་བཙུན་རྣམ་པ་ཚོ་རེད་ད་ནང་བཞིན་གྱི་དད་ལྡན་གྱི་མང་ཚོགས་ཚོ་རེད་ད་ནང་བཞིན་ད་ག་ན་དེར་འདུས་པ་ཚང་མ་བློ་ལ་ཡག་ཐོག་མ་ངའི

བོད་གངས་ཅན་པ་རེད། དེ་ཨེ་དེ་ཙམ་དུ་མ་ཟེར་བའི་ལྟ་ཅིག། འཛམ་བུ་གླིང་འདིའི་ཐོག་ལ་ཡང་མཚོན་པ་ཡིན་ན་ད་ག་ད་རླབས་ཆེན་གྱི་ད་སྐྱེས་བུ་དམ་པ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལྟ་བུ་ཅིག་ཨ་ནི་ད་འཇིག་རྟེན་འདིའི་ཐོག་ལ་ཡང་བའི་ཚོགས་བཞིན་གཞལ་བྱས་ནས་ད་དགོངས་དྲངས་པའི་དགུ་བཅུ་བ་དུ་ལ་ཡང་ད་ང་ཚོའི་ཀྱི་ད་ཅིག་མགོན་དང། སྐྱབས་ལ་ཡར་འབད་དེ་ཚོགས་ཞིང་བྱེད་པ་གནང་བྱེད་བཞུགས་པ་དེ་བས་ང་རང་ཚང་མའི་གིས་ད་ཅིག་སོ་སྡེ་དང་བསོད་ནམས་ཆེན་པོ་ཞིག་བུ་ཆགས་འདི་ཡོད་རེད་ཨ་འདི་འདྲ་ཡིན་དུས་བསམ་ནས་ད་ལོ་དགུང་གྲངས་དགུ་བཅུ་ལ་ཕེབས་པའི་གོ་དོན་དེ་ད་ང་རང་ཚང་མའི་གིས་ཅིག་ཚོགས་པ་ཆེ་ཆུང་ལ་མ་ལྟོས་པར་ཚང་མའི་གིས་ད་སྲུང་བརྩི་གནང་ཡག་དང་དེ་ལ་ཡར་གུས་བརྩི་ཞུ་ཡ་ཅིག་ད་དེ་ཞུ་དགོས་ད་གོ། དེ་བས་ཅིག་ཞུ་འོས་པ་ཅིག་དང། ཨ་ནི་ད་གང་དག་ནས་ང་ཆེན་པོ་ཞག་དེ་ཡོད་རེད། ད་ཡིན་ན་ཡང་ཅིག་ང་རང་ཚོས་འདི་འདྲས་ཀྱི་ཅིག་ག་ཞུ་རེད་ད་མཛད་སྒོ་དང། ད་ནང་བཞིན་གྱི་ཅིག་ལས་འགུལ་སྤེལ་བ་ཙམ་མ་ཡིན་པ་ད་ནམ་རྒྱུན་གྱི་ཅིག་སོ་སོའི་མི་ཚེའི་ནང་ལོགས་ལ་ཡ། ང་རང་ཚོའི་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གཅིག་ཐུགས་ཐུགས་བཞེད་ཡེ་ནས་རེད་ད་ནང་བཞིན་གྱི་བཀའ་སློབ་གནང་པ་དེ་ཚོ་རེད་དེ་ཚང་མ་ལོ་གཅིག་སེམས་ལ་བཞག་བྱས་ནས་ཨ་ནི་ལག་ལེན་བསྟར་ཐུབ་པ་གཅིག་དང་ཨ་ནི་རྒྱལ་བ་དགྱེས་པའི་གི་ཆོས་འབྲིང་ད་གཅིག་བཀའ་བཞིན་སྒྲུབ་པའི་གི་ད་གཅིག་ཆོས་ཆོས་པ་འབུལ་ཐུབ་པ་རེད་གཅིག་དེ་འདྲ་གཅིག་གོ་དེ་ད་གལ་ཆེན་པོ་ཆགས་བསྡད་ཡོད་རེད་ཨ་ལྷག་པར་དུ་ད་དེང་སང་ང་ཚོ་བོད་པའི་སྤྱི་ཚོགས་དེ་ད

རྒྱལ་ཁབ་གཞན་དག་སུ་ནང་བཞིན་ཆབ་སྲིད་ཚོགས་པ། མངོན་གསལ་དོད་པོ་བྱས་རྗེས། ནི་ཡོང་མ་ར་དེ་ཡིན་ནའི། ད་གཅིག་ཡོད་པ་ནང་བཞིན་གཅིག་གི། མང་ཚོགས་ཁྲོད་ལ་ཡ་ད་གཅིག། གཅིག་གི་གཅིག་ལ་ཡ་བས་གཅིག། བཞི་པ་གཅིག་གི་ད་གར་ཤོར་བས་གཅིག། མ་དགའ་བྱེད་ཡ་གཅིག་བཏང་པས། དོན་དག་ཆུང་ཆུང་ཚགས་གཅིག་ལ་ཡིན་པས་ནས་ད་དེ་ལ་འཇུ་ཡི་བྱས་བཞི་པ་གཅིག་གི་གཅིག། ནག་པོ་བཟོ་རེས་བྱེད་ཡ་བཏང་པས། མཚང་འབྲུ་བྱེད་ཡ་བཏང། དམའ་འབེབས་བྱེད་ཡ་བཏང་ད་བཞི་པ་གཅིག་གི་ད་དུ་བ་དེ་ཡིན་དེང་སང།

ད་ལྟའི་གཞིས་བཞུགས་ཀྱི་རྒྱ་ཆེའི་མི་མང་ཚོ་གཟིགས་པ་ཡིན་ན་ཏན་ཏན་ཐུགས་སྐྱོ་པོ་དང་ཨ་བློ་ཕམ་ཞིབ་པོ་ཡོང་གི་རེད་བསམ་དྲན་གྱི་འདུག་ཨ་ད་ནང་བཞིན་གྱི་ད་ང་ཚོའི་བོད་པའི་དོན་དག་ལ་ཡ་ཅིག་རང་སྲོག་བློས་བཏང་བྱས་དེ་འདྲའི་གི་ད་ག་འདྲ་དཔའ་བོ་བག་མ་སེང་དམར་པོ་དེ་འདྲ་མང་པོ་ཅིག་ཡོད་རེད་ད་ཁོ་ན་ཚོ་ཡིན་ནའི་ད་ཅིག་མི་མངོན་པའི་དབྱིངས་ནས་ཨ་ནི་ཐུགས་ཕམ་ཡག་གྲུབ་ཅིག་རེད་བསམ་དྲན་གྱི་འདུག། ང་དེ་འདྲ་ཡིན་དུས་བསམ་ནས་ད་ང་ཚོ་ཚང་མས་ཀྱི་ཏན་ཏན་ཅིག། དེ་སུ་གཅིག་གོ་ལ་མི་གོ་ལ་དེ་སུ་བ་གཡུག་བྱེད་ཨ་ནི། བའི་དངོས་གནས་དྲན་ནས་ཡོད་ད་ཅིག་བསམ་བློ་ཡང་དགའ། བཏང་བྱས། རིག་པ་སྒྲིམ་དགོས་ཨ་ཅིག་དུས་ཚོད་ཅིག་ལས་ཡག་ཀླད་འདུག་བསམ་བསམ་རུ་བྱེད། མ་གཏོགས་ཅིག་གིས་ད་དུང་འདི་འདྲའི་བྱེད་ཕྱིན་ཡིན་ན། ཨ་ནི་ང་ཚོའི་གི་གནས་སྟངས་དེ་བས་སྐྱོ་བོ་ཞིབ་ཆ་གཅིག་དང། བས་དེ་ལྟ་སུ་ཙང་ནས་མེད་མཁན་ཞིག་ཅིག་བོད་དོན་བདེན་མཐའ་གསལ་ཡག་དེ་ཚོ་ད་ཕ་སེ་སུ་སེ་རེད་ད་ཡིན་ངའི་ན་ཡག་ད་ལྟ་ང་རང་ཚོའི་གི་སྤྱི་ཚོགས་གི་གནས་བབ་ཁོ་རང་བོད་མིའི་གི་སྒྲིག་འཛུགས་རུ་ཡོད་པ་དེ་ཁོ་རང་ཐུགས་ཤིང་འགྲོ་ཡག་གི་ཉེན་ཁ་ཆེན་པོ་འདུག་དེ་འདྲ་ཡིན་དུས་ཙང་ནས། དེ་ཚོའི་ཐོག་ལ་ཡང་ཚང་མའི་གི་ཐུགས་བསམ་བཞེས་དགོས་ཡག་ཅིག་དང། ཐུགས་བསམ་ཡང་རྒྱ་བཞེས་དགོས་ཡག་དེ་གལ་ཆེན་པོ་ཞིབ་ཅིག་རེད་ཤག། ད་མང་པོ་ཅིག་བཤད་ནས་ཆོ་ས་ཀས་མི་འདུག་ག་རེ་ཟེར་ད་མཚམས་སོང་ཡང་ཅིག་སྐད་ཆ་བཤད་ཉན་རུ་ཅིག་ཁུར་རུ་སོང་ན་ཡང་དེ་ཡང་ཅིག་བེད་སྤྱོད་ལོག་པར་རུ་བཏང་བྱས་ཡང་ཕན་ལས་གནོད་ཆེ་རུ་ཅིག་ཡོང་འདུག་འདུག་ག་དེ་འདྲ་ཡིན་དུས་སང་ད་ངས་མང་པོ་ཅིག་ཞུ་ཡས་ཤིག་མི་འདུག་ལ་ཨ་ནི་ཞུ་ནས་ཆོ་ས་ཀས་མི་འདུག་ད་གཙོ་བོ་གཙོ་བོ་དེ་ནི་ག་ད་ང་ཚོ་སང་མོར་ཅིག་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་ཟེར་བ་དེ་ཞིབ་པོ་གཅིག་གི་གས་ཆེན་པོ་ཆགས་འདུག་ག་རེད། ཡང་རྒྱ་གར་བ་ཞིག་དབུ་ཁྲིད་པའི་འོག་ལ་ཡག་ཐང་ཧང་ཆུ་ཆེའི་ཆོལ་ཁ་གསུམ་ཡོངས་སུ་རྫོགས་པ། ཆོལ་ཁ་ཆོས་ལུགས་ཀྱི་དབྱེ་བ་མེད་པ་ད་ག་ད་ཚང་མ་ལོ་གཅིག་རྡོག་རྩ་གཅིག་སྒྲིལ་རེ་བ་ཅིག་བོད་མི་རིགས་གཅིག་གྱུར་གྱི་འདུ་ཤེས་རེ་བ་ཅིག་ང་ཚོ་སྔར་མེད་པ་ཅིག་བྱུང་དུ་ཡོད་རེད། ད་དེ་ང་ཚོའི་གི་སྟོབས་ཤུགས་སྟོབས་ཤུགས་ཟེར་ན་འདྲ་ནུས་པ་ཟེར་ན་འདྲ་ཆེ་ཤོས་རེ་བ་དེ་རེད་བསམ་འདྲ་འདུག་ད་དེ་སོ་སོ་ལ་ཡོད་པའི་གི་ད་ནུས་པ་དང་སྟོབས་ཤུགས་ཆེ་ཤོས་དེ་སོ་སོས་བ་མེད་པ་བཟོས། དེ་བས་རྩ་གཏོར་དང་དེ་འདྲའི་བྱས་པ་ཡིན་ན། ཨན་ཏན་ཏན་གྱིས་ད་དེ་ལས་ཐབས་སྐྱོ་བ་ཅིག་དང་དེ་ལས་ལྐུགས་པ་ཅིག་གི་ལས་ཀ་ཅུང་ཟད་བྱས་ཡ་མེད་བསྡད་པ་རེད། དེ་འདྲ་ཡིན་དུས་བཟང་ནས། ད་དེ་ཚང་མའི་གི་འདྲིས་ཐུགས་བསམ་བཞེས་བ་ཅིག་རེད་བ། ད་ཁོ་རྒྱུ་མཚན་ག་རེ་ཡིན་ནའི་མིན་ནའི་རེད་བ། ཁག་ཁག་ཏག་ག་འདྲི་ཅིག་ཡོད་ནའི་མིན་ན་དོན་དག་རྡོག་རྡོག་དེ་སྤྱི་བའི་གི

སྐྱོན་ཡོ་བསྲང་བྱེད་དགོས་པ་དེ་གལ་ཆེན་པོ་རུང་བ། དེ་འདྲས་མ་བྱས་པ་ཡིན་ན་ད་གོ་སོ་སོའི་ངོས་ནས་ད་ཅི་སྐྱོན་ཡིན་པ་དེ་ངོས་ཟིན་མ་ཐུབ་ན་མི་གཞན་དག་ག་ཚད་མོ་ག་ཚད་ལབ་ཡིན་ནའི་ཨན་འདི་ཕན་ཐོགས་པོ་མ་རུང་བ། དེ་འདྲས་ཡིན་དུས་ཁ་ནང་དུ་གོ་བ་བྱེད་ཨན་ཐུགས་བསམ་བཞེས་དགོས་པ་དེ་གལ་ཆེན་པོ་རེད་ཤག་བསམ་དྲན་འདུག་ཨན་ད་དོན་དེ་ལ་ཡག